བརྒྱ་ཆ་བརྒྱ་ཆ་བརྒྱ་ཆ་རོ་མོ་ལོ་དང་བརྒྱ་ཆ་ལྔ་བཅུ up to fifty percent discount དེ་འདི་རང་རྐྱང་རྐྱང་མཐོང་དུས་དང་ཡང་ང་རང་ཚོ་ཧིན་ནས་བརྒྱ་ཆ་དེ་རྩིས་ག་འདེས་རྒྱག་འོ་རེད་ཚོང་པ་དང་གོ་བསྡུར་མ་ཟད་བྱེད་དུ་རོ་ཚོང་པ་ཁ་ཤས་ཀྱི་གོ་བསྡུར་ཡོད་སྲིད་རོ་ཡ་བྱས་ཙང་ང་རང་ཚོ་ཡིག་རྩལ་ལ་བརྒྱ་ཆ་འདི་གམ་ལེན་ཤག་ག་འདེས་རྩིས་རྒྱག་འོ་རེད་འདི་གང་རྩ་ད་རིང་ང་རང་ཚོ་སློབ་ཆེན་འདི་ན་སྦྱང་ཡ་ད་ལ་སོ་ཚང་མ་ལོ་བཀྲ་ཤིས་བདེ་ལེགས་ད་ད་རིང་དགེ་ལགས་ཀྱིས་བརྒྱ་ཆ་གང་ལ་སློབ་ཚན་བསླབ་པས་ཡིན་ལ་སོགས་ད་བརྒྱ་ཆ་གང་ཤིང་མེད་བ་ཡིན་ན་དགེ་ལགས་ཀྱིས་བརྙན་ཐུང་འདི་གང་རྩ་ཟི་རུ་བྱིས་ལེན་ཤོད་ཨེ་ད་ལྟ་འདི་བརྙན་ཐུང་འདི་ལེའུ་དང་པོ་དེ་ཡིན་རོ་ང་རང་ཚོ་བརྒྱ་ཆ་སྤྱི་བཏང་གི་བརྒྱ་ཆ་ག་འདི་རྩིས་རྒྱག་དགོས་མེད་དེའི་རྗེས་ལ་ངེད་ཀྱིས་འཛིན་གྲྭ་ལྔ་བ་ལ་བརྒྱ་ཆ་གི་སློབ་ཚན་དེ་རེ་རེ་བྱས་ནས་དྲི་བ་རེ་རེ་སྦྱོང་ཚན་རེ་རེ་བྱས་ནས་དགེ་ལགས་ཀྱིས་བསླབ་པས་ཡིན་ཨ་ཁྱོད་རང་ཚོ་ཡིག་རྩལ་ལ་གྲ་སྒྲིག་ཡག་པོ་ཆགས་འདུག་ལོ་ནི་དེའི་བརྙན་ཐུང་འདི་སྟག་གིའི་སྟག་གིས་གཏི་མུག་འདི་ཡོད་ན་ཞིག་མ་ཡིན་པར་བྱས་སྟག་གིའི་སྟག་གིས་དྲི་བ་རེ་རེའི་ལ་ལན་འཚལ་གི་ཐབས་ཤེས་བྱས་ཨ། དགེ་ལས་ཀྱི་ལན་མ་འཚལ་སྔོན་ནས་ཁྱོད་རང་གི་ལན་འཚལ་ཐུག་འདོད་མི་འདོད་ཚར་གཅིག་ཡིན་གྱི་མིན་གྱི་བསྲེ་ཡ་བློ། ཨོ་ཁེ། ཡ། ད་འགོ་ཚུགས་དང། བརྒྱ་ཆ་ལས་འདི་སྤྱི་བཏང་ནས་ང་རང་ཚོ་བརྒྱ་ཆ་ལ་ནི་ཚིག་འདི་གོ་ར་ན་དག་ཆ་ཨེ་འདི་ར་བ་བ་ཨོ་ར་ག་ད་ག་ཡ་ད་བརྒྱ་ཆ།

ད་ང་རང་ཚོས་དཔེར་བརྗོད་རེའུ་ཅིག་མ་ཕྱི་དངོས་ནས་དང་པོ་དེ་ལ་དགེ་ལེགས་ཀྱི་དཔེར་བརྗོད་ཁ་ཤས་ཤིག་སྟོན་དགོས་རོགས་བསམ་ཟེར། བརྒྱ་ཆ་གིས་ང་རང་ཚོས་དེ་དཔེར་ན་དེ་ཤོ་གམ་དེའི་སྤུའི་ཆུ་མཇུག་རླབས་སྐོར་དང་ལོ་ད་གམ་བླ་ན་རེ་གྲུ་བཞི་བླ་ན་རེ་དེ་བཞི་དང་རེ་བ་གྲུ་བཞི་བརྒྱ་དུ་ཨ་ད་ང་རང་ཚོས་གམ་དེ་འདི་རེག་དེ་བརྒྱ་དུ་ཨ་ད་བརྒྱ་ཡོད་ག་འདི་ཧ་གུ་རེད་ཟེར་ན་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་བཅུ་ཨེ་མཆིས་ཚང་མ་དྲ་ང་བཙིར་བ་ལས་ངའི་ཁ་ཕྱི་རེ་བརྒྱ་ཁྱོན་ནང་བཞིན་བཙིར་ཕྱོགས་གཅིག་བརྩིགས་ས་སོ་བ་ཕྱོགས་གཞན་པ་བརྩིགས་ཡན་དང་ལོགས་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་བཅུ་བཅུ་དང་བཅུའི་བསྒྱུར་རྩིས་བཏང་བས་ན་བརྒྱ་རོ། ཨོ་ཁེ། དེ་ནས་ནས་ད་བརྒྱ་ནང་ལ་ཚོན་བཏང་རྒྱུ་ག་ཚོད་དུ་འདི་ནང་ལ་ཚོན་བཏང་རྒྱུ་གྲངས་ཀ་བརྩི་བ་ཡིན་ན་ཨེ་འདའི་ཕྱིར་ན་གྲངས་ཀ་བརྩི་ཚར་བས་ན་ལྔ་བཅུ་ང་དགུ་འདུག་ཟེར། ར་ཚོན་མ་བཏང་རྒྱུ་ག་ཚོད་འདུག་ལ་ན་བཞི་བཞི་གཅིག་བྱས་ཙང་བརྒྱ་ནས་བརྒྱ་ཆ་ལྔ་བཅུ་ང་དགུ་བཞི་བཞི་གཅིག་ཨེ་ཁར་ཚོན་བཏང་རྒྱུ་རེད་བཞག། བརྒྱ་ནས་བརྒྱ་ཆ་བཞི་བཅུ་ཞེ་གཅིག་ཚོན་མ་བཏང་རྒྱུ་རེད་འདུག་ད་ཟེར། གཅིག་པོ་གཅིག་ཀྱང་བདེ་སྤྱོད་དུ་གནང་ལ་སྲིད་དར་བ། ང་རང་ཚོ་མཚོན་བཏང་རྒྱུ་ག་ཚོད་འདུག་ཟླ་བ་ན་བདུན་བཅུ་དོན་གཉིས་འདུག་བྱས་ཙང་བརྒྱ་ནས་བདུན་བཅུ་དོན་གཉིས་མཚོན་བཏང་རྒྱུ་རེད་ཤག་བརྒྱ་ནས་བདུན་ཉི་ཤུ་རྩ་བརྒྱད་འདི་མཚོན་མ་བཏང་རྒྱུ་རེད་ཤག་ད། གྲངས་ཀ་ཚང་མ་བརྒྱ་ན་ཡིན་སྲིད་མ་རེད་བ་ཡ། རེད་བ་ང་རང་ཚོ་དངུལ་གང་སྐྱེལ་བཤེར་བའི་སྐབས་སུ་རེད་ཡ་ན་ཁ་ལག་དང་ལྕགས་ལག་དང་ག་རེ་ཡིན་ན་ལ་བརྒྱ་ཆ་སྟོན་ཡ་ཡོད་དུས་ཚང་མ་གྲངས་ཀ་བརྒྱ་ཡིན་གྱི་མ་རེད་བ་ཡ་ཡིན་ནས་བརྒྱ་ཆ་ལ་བསྒྱུར་ཡ་ཡོད་རེད་ག་འདེས་བསྒྱུར་དགོས་རེད་བརྒྱ་ཆ་སྤྲད་ཡོད་ན་ག་འདེས་འཚལ་དགོས་རེད་འདི་དགེ་ལེགས་ཀྱི་ཚང་མ་བསླབ་དགོས་ལོ་བརྒྱ་ཆ་བསྒྱུར་སྟངས་འདི་དཔེ་ལེ་ལོའུ་རེད་དང་པོ་ཁྱོད་རང་ཚོ་འདི་ཅིག་སྲིད་ད་རོ། ད་ང་རང་ཚོ་བོད་རིགས་སྤུན་ཟླ་འདི་ཡོད་ར་ཆོལ་ཁ་གསུམ་ཡོད་བའོ་ན་ཞེས་ཨང་རྩིས་ནང་ལ་དེ་བརྒྱ་ཆ། བགྲང་བྱ། སིལ་གྲངས་དེ་ཚོ་གསུམ་སྤུན་བརྒྱ་དང་གཅིག་པར་ད་ཁོ་ཚོ་གསུམ་ཀ་འབྲེལ་བ་ཤུགས་ཆུང་པོ་སྤེལ་ཡོད་རེད་ལོ་དེ་ནས་ནི་ཕན་ཚུན་བསྒྱུར་ར་ཡོད་རེད་ད། ཨོ་ཁེ། ད་ང་རང་ཚོ་སྲིད་ད་རོ་དང་པོ་བརྒྱ་ཆ་ལྔ་བཅུ་ང་དགུ་འདི་བགྲང་བྱ་ལ་བྲིས་བ་ཡིན་ན། བརྒྱ། ཀྱི་ཆ་ལྔ་བཅུ་ང་དགུ་ལ་བྲི་དོ། རོ། བརྒྱ་ཆ་ལྔ་བཅུ་ང་དགུ་འདི་སིལ་སྦྲང་ལ་བསྒྱུར་བ་ཡིན་ན་ད་གེ་ལེགས་སྙེ་མ་སིལ་སྦྲང་ལ་བསྒྱུར་སྟངས་བསླབ་ཡིན་པ་གཅིག་གཉིས་གཏུབ། ཚེག་དེ་མ་ནི་མགོ་བཙུགས། རེགོ་རྩིས་ན་ཚུ་ལི་རོ། ཨ་འདེ་ལེ་སོ། ཀོ་ཚེག་དེ་དེ་ལེ་ས་ན། ལེ་གོ་ཅི་ཀ་ཡར་ཁ་ཅན་བདུན་ལ་ཁ་སྐད་མི་འདོགས་ཡ། ཨ་ནི་གར་ཆགས་སོ། ཀླད་ཀོར་ཚ་དགུ་ལྔ་དགུ་ཆགས་སོང། ད་དེས་ཁྱོད་རང་ཚོ་ཕལ་ཆེར་བྱེད་སྟངས་ཤེས་ཀྱི་རེད་བསམ་གྱི་འདུག་ར། ད་དེས་དེ་བགྲང་བྱ་ཨེ་འདི་རུ་བཞེས་བ་ཡིན་ན་ཁོ་ལ་བགྲང་བྱ་ཆུང་བཏང་སྟངས་ཨེ་འདི་རེད་ར། ང་རང་ཚོ་དེའི་གྲངས་ཀ་བསྡུས་ཤོས་ལ་དེ་ར། ཨོ་ཁེ། དེ་ནས་ནས་ད་ང་རང་ཚོ་རྩིས་དགོས་འདུག་བསམ་པ། ད་ནི་འདི་ད་ཁྱོད་རང་ཚོས་ཤེས་ཀྱི་རེད་བསམ་གྱི་འདུག་ར་མ་ཤེས་པ་ཡིན་ན་ཚར་གཅིག་གཟིགས་དང་ར། ཨ་ནི་མ་ཤེས་པ་ཡིན་ན Comment Section ནང་བཞག་དང་གི་ལ་ཡང་རྒྱུ་འབྲས་ཤིག་རྒྱག་དགོས་ན་རྒྱག་དགོས་ལོ། ཨ། དེ་ནས་ནས་ད་དེ་འདི་ག་འདི་ཚེ་རེད་ཟེར་ན་དེ་ལ་འགོ་འཛིན་གཏང་རྒྱུར། ལོ། སྒོ་ཚུལ་ཡིས། གཅིག་སྒང་ལ་བྱ། གཅིག་ནང་ལ་བྱ། གཉིས་ཆུ་ལོག་བྱ། ཀླད་སྒོ་ཚེག་ཀླད་སྒོ་ལྔ། ར། ཚ་སོགས། ཀླད་སྒོ་ཚེག་ལྔ་ཀླད་སོགས་ང་རང་ཚོ་ལ། འོ་འདིར་ཨེ་འདིར་རིན་ཆེན་སྒོ་ཚུལ་བཏང་རྒྱུར་ལྟ་ལོ། བགྲང་བྱ་དང་སྒོ་ཚུལ་ཡན་ཤུགས་ཆུང་པོ་པོའི་འབྲེལ་བ་བར་ལྟ། ཨོ་ཁེ། དེ་ཡང་སྒོ་ཚུལ་བཏང་ནས་དགེ་ལས་བྱས་ལྟ་ཅི་ཡིན་ནས་དགེ་ལས་ཀྱི་ཤོར་དཀར་དུ་བྱས་སོ། ཡ། ད་འདི་བགྲང་བྱ་དེ་སིལ་སྦྲང་བསྒྱུར་སྟངས་ད་ཁྱོད་རང་ཚོ་ཤེས་ཀྱི་རེད་ལེ་ལོ་ཞུ་རེད་ར། དེ་ནས་ནས་ད་དགེ་ལགས་ཀྱི་དཔེ་མཚོན་ཞིག་བཞག་ཡོད་ད་ད་དང་པོ་འདི་མ་བཞག་ངས་ནས་ངས་ཀྱི་གལ་ཆེན་པོ་ཞིག་ལབ་དགོས་ཡོད་འདུག་ཁྱོད་རང་ཚོ་ལ། བགྲང་བྱ་བརྒྱ་ཆ་འཚལ་བའི་སྐབས་སུ་བརྒྱ་ཆ་ནང་ལ་རིགས་གཉིས་ཡོད་ཁ་རེད་ལ་གཅིག་ནང་བརྒྱ་ཆ་འཚལ་ལེ་རེད་གཅིག་ནང་བརྒྱ་ཆ་སྤྲེལ་ལོ། བརྒྱ་ཆ་འཚལ་ལེ་གུ་ན་ག་ཚོད་ནས།

རོ། ཨཱ་ནི into sixty། ལོ། ད་དེ་འདོད་འཆི་བའི་སྐབས་སུ་ཏག་ཏག་དེར་དཔལ་ནཱ་གི་དཔེས་མཚོན་ཤར་ཏེ་རོ། སྤྲོ་བྲལ་ལ་དུས་སམ་པ་སྤྲོ་བྲལ། ཉིས་བརྒྱ་ལྔ་བཅུ་ཡིན་པར་བྱ། རོ། དེ་ནས་ནས་དེ་ལ། ལྔ་བཅུ། ཉིས་བརྒྱ་ལྔ་བཅུ་ནི་ལྔ་བཅུ་ཐེངས་རེས་ལ་བརྒྱ་ཆ། མ་ཆ་དེ་ཉིས་བརྒྱ་ལྔ་བཅུ་བྱས་བུ་ཆ་དེ་ལྔ་བཅུ་ཡིན་པར་བྱ། ཀླད་གོར་དང་ཀླད་གོར་གཏུབས་སོ། རོ། གཅིག་པ་དེ་གང་དང་བ་གཏུབས་ཆུར་གང་དང་གང་གཏུབས་ཆུ་མར་དུ་ལོ། ལྔ། ལྔ་བརྒྱ་ཡི་ག་ཚོད་རེད། ལྔ་བརྒྱ་རོ། ལྔ་བརྒྱ་ལ་ཉི་ཤུ་རྩ་ལྔ་གྱིས་སྒོ་རྩིས་བཏང་ལ་ཉི་རྩ་ལྔ་གཅིག་གིས་ཉི་རྩ་ལྔ་ཉི་རྩ་ལྔ་གཉིས་ཀྱིས་ལྔ་བཅུ། གཉིས་དང་ཀླད་ཁོར་ལྷག་སོགས་ཨ། ཉི་ཤུ་ཆར། ལོ། ད་འདི་ན་བརྒྱ་ཆ་ཚིག་གི་ཡོད་ཙང་ང་ཚོས་ཁ་ཆེ་བོ་རེད་ཟེར་ན་བརྒྱ་ཆ་ལ་དྲིའོ། དེ་ལ་བརྒྱ་ཆ་ལྔས་ལ་སྤྲད་སྤྲད་བ་རེད་དོ་བརྒྱ་ཆ་སུམ་ཅུ་སྤྲད་དོ། བྱས་ཙང་དེ་དོ་སྣང་ཡག་པོ་བྱས་ཨ་ཀླད་ཁོར་དང་ཀླད་ཁོར་གཏུབས་སོ་ཨ་ཀླད་ཁོར་དང་ཀླད་ཁོར་གཏུབས་ཨེར། ཁ་ཆེ་ནི་སྒང་དང་འོག་རེད་དོ། སུམ་དྲུག་གིས་ག་ཚོད་ཆར་རེད། བཅོ་བརྒྱད་ཆར་ད་དེ་ལ་བརྒྱ་ཆ་ཨེ་འདི་ཕྱིན་དྲིས་ན་ནོར་རེད་ད་ག་ཕྱིན་ནི་བརྒྱ་ཆ་ལྔས་ནི་སྤྲེ་སྤྲེ་བ་ཡིན་དུས་བརྒྱ་ཆ་དྲི་དགོས་ཡ་ཞུ་མར་ད་དེ་ལ་རྒྱ་བ་པེ་ཤ་རུ་པིས་དྲི་ཡོད་ན་ཡ་རེད་ཨིན་ཇི་དངུལ་དེ་གྲོ་ལོར་དྲི་ཡོད་ན་རེད་ག་རི་ཡིན་ན་འོ་འདི་ཚེ་དྲི་ཡར་དུ་ལོག་ཡ་ན་སྐད་ཇིའི་དྲི་ཡོད་སྲིད་རེད་ག་རི་ཡིན་ན་དྲི་ཡོད་སྲིད་འོ་འདི unit ག་རི་སྤྲེ་ཡོད་ན་འོ་འདི་ཚེ་དྲི་ཡར་དུ་ལོག་ད་དེ་ནས་ནི་དགེ་ལགས་ཀྱིས་ཀ་མ་ཆོག་དེ་དྲི་བ་དེ་མཐོང་མེད་གི་ཕོ་ཆེ་གང་ལ་རོགས་བརྒྱ་ཆ་སུམ་ཅུ་ག་ཚོད་དྲུག་ཅུ་ནས་ལོ། དེ་དེ་དྲི་བ་འདིར་ལྟ། ལོ། ཨོ་ཁེ། ད་དེ་ནས་ནི་དགེ་ལགས་ཀྱི་ཡིག་ཁར་ཆད་ཡིན་སྲིད་ལ་ན་ཁྱོད་རང་ཚོ་ལ་དཔེ་མཚོན་ཅིག་བཞག་ཡོད་དེ། ད་དེ་འུ་ཅུ་དེ་ག་ཇི་མ་ནས་སྙེ་མ་ང་རང་ཚོ་ཁེ་དང་གྱོང་ལས་དེ་ཁྱོད་རང་ཚོ་སློབ་ཚན་སྦྱང་ཉུལ་ཡོད་ན་མགོ་ཚུལ་རེད་ད་ཚོང་རྒྱག་ཉུལ་ཡོད་ན་ཡང་མགོ་ཚུལ་རེད་ཚོང་རྒྱག་ཉུལ་མེད་ན་ཡང་མགོ་ཚུལ་རེད་ལོ། ད་གལ་སྲིད་ཚོང་པ་ཅིག་ཡིན་པར་བྱ་ཞིག་ངས་ཀྱི་དེ་འུ་ཅུ་དེ་བཙོང་ང་ཡིན་པར་བྱ་ཞིག་བྱ་ལ་དེ་ང་ལ་དགུ་མོ་ག་ཚོད་ལ་རག་གོ་རེད་ལ་ན་བརྒྱད་བརྒྱ་ལ་རག་གོ།

ངེད་ཀྱིས་དགོང་མོ་ཉིས་བརྒྱ་བཞི་བཅུ Discounted ད་ལོ་ད་ངེད་ཀྱིས་ག་ཚོད་ལ་བཙོང་དགོས་རེད། ཕྱིར་ཚོང་རིན་གོང་ག་ཚོད་ལ་བཙོང་དགོས་རེད་ཟེར་ན Discount འདི་ཀའམ་རེད་དོ། ཨཱ་ནི་བརྒྱད་བརྒྱ Minus ཉིས་བརྒྱ་བཞི་བཅུ་ཀོ་ངས་དབྱིན་ཇི་ནང་བྲིས་ཤོག་རོགས། བརྒྱད་བརྒྱ Minus ཉིས་བརྒྱ་བཞི་བཅུ Equals ག་ཚོད་རེད་ཟེར་ན་ཀླད་ཀོ། བརྒྱབ་ནས་བྱེད་ཡུལ་དག། དྲུག། ལྔ། དགུ་མོ་ལྔ་བརྒྱ་དྲུག་ཅུ་ལ་བཙོང་བ་རེད། ལོ། ད་འདི་དགེ་ལ་གིས་ག་བྱེད་ཀྱི་ཡོད་ཟེར་ན་ཁྱོད་རང་ཚོ་ལ་སྟོན་གྱི་ཡོད་ཚོང་དབོར་ནས་འགྲོ་སྟངས་བྱེད་རོགས Discount སྤྲད་ཚར་རྗེས་ལ་དགོང་ད་དཔེ་ཆ་དགུ་མོ་ཉིས་བརྒྱ་བཞི་བཅུ་སྤྲད་ན་འགྲིག་མ་རང་ཡ Discount ཉིས་བརྒྱ་བཞི་བཅུ་སྤྲད་རོགས་ད་ང་དགུ་མོ་ག་ཚོད་ཀྱི་ཉོས་ཡ་རེད་ཁོས་ང་ལ་ངས་ཕ་དགུ་མོ་ག་ཚོད་ལ་བཙོང་ཡ་རེད་ཟེར་ན་ལྔ་བརྒྱ་དྲུག་ཅུ་གི་བཙོང་ཡ་རེད་ད། ད་འདི་འགྲིག་འདོད་མི་འདོད་ང་རང་ཚོ་ཚ་གཅིག་གཟིགས་རོགས Calculator ནང་བལྟ་ལོ། ཨོ་ཁེ། ངེད་ཀྱིས་ག་ཚོད་བཙོང་བ་ཡིན་ལགས་སོ་གུ་མོ། བརྒྱད་བརྒྱ་བྱ་ལ་དེ་བརྒྱ་ཆ་སུམ་ཅུ་བཅག་ནས་བཙོང་བ་ཡིན་ལགས། བརྒྱད་བརྒྱ་ག་ཅིག་བརྒྱ་ཆ་སུམ་ཅུ་ལ་དུ་བསམ་པ། བརྒྱ་ཆ་སུམ་ཅུ་འདི་གམ་རེད་དོ། ད་བརྒྱད་བརྒྱ་ག་ཅིག་བཏགས་བ་ཡིན་ན། ཉིས་བརྒྱ་བཞི་བཅུ། མཱེ་ནཱེས། ཁྲི་དོ། ལྔ་བརྒྱ་དྲུག་ཅུ། རྟ་སྐལ་ཀུ་ལེ་ཏྲ་ན་རྩི་བརྒྱ་དང་གསའ་བ་ཞིག་སྟོན་དགོས་ལོ་དགེ་ལ་ཀྱེ། རྟ་བརྒྱད་བརྒྱ་ཀ་ཅིག་བརྒྱ་ཆ་སུམ་ཅུ་ཚེས་ལ་ཟླ་དང་པོ་ང་ཚོའི་ཨིན་དི་ཕྱི་ནང་གི་གོར་བརྒྱད་བརྒྱ་ཀ་ཅིག་བརྒྱ་ཆ་གཅིག་ཚེས་ལ་དང་པོ། ར། ཀོ། Percentage བསྣན་པ་དང་བརྒྱད་བརྒྱ་ཀ་ཅིག། བརྒྱད་བརྒྱ་ཀ་ཅིག་བརྒྱ་ཆ་གཅིག་ཚེས། གུ་མུ་ག་ཚོད་རེ་བརྒྱད་བརྒྱད་ཨ་ཅེ་བརྒྱ་ཆ་གཅིག་སྟེ་བརྒྱད་རེ། བརྒྱ་ཆ་ག་ཚོད་བཅགས་སོ། བརྒྱ་ཆ་སུམ་ཅུ་བཅགས་སོ། ཨོ་ཁེ། ཉིས་བརྒྱ་བཞི་བཅུ། བྱས་ཙང་དེ་ཚེ་ཐང་རེ་ཨེ་འདྲས་ཡོད་ཡོད་ད་ལོ། ཨོ་ཁེ། ལྔ་བརྒྱ་དྲུག་ཅུ་གྲས་རེ་བཞག་སྒྲིག་བཞག་ང་རང་ཚོས་ལེན་འདི་རུ་ཨ། ཨ་ནི་དེ་ནས་ནས་ད་ང་རང་ཚོ་བསྡད་བསྡད་དགེ་ལེགས་ཀྱི་གཉེར་ནས་ཚད་བསྐྱོད་ཅིག་ཡོད་ཁྱེད་རང་ཚོ་ལ་ཚ་ཅིག་སྟོན་བྱེད་དུ་ར་འདི། བྲིས་འདུག་བྲིས་འདུག་བསམ་པ་ཨེ་འདས་བྲིས་ན་ཡང་འགྲིག་གོ་ད་ལོ་འདི་ཡ་འདི་གཙང་ཨ་དགེ་ལེགས་ཀྱི་ད་གིན་འདི་འགྲེལ་བཤད་རྒྱག་གོ་ར། ཨོ་ཁེ། ད་འདི་ནང་ལ་བསྲིས་ད་ར། ཏེ། བརྒྱ་ཆ་ཁྲི་ཡོད་ཙང་ངས་ག་ལ་སུ་བརྒྱ་ཆ་དེ་མ་བྲིས། ཨ་ནི་དགུ་མུ་གུ་ཀྲོ་ཀྲོ་ག་ཚོད་རེད་འོ་འདི་དེ་ལ་བྲིས། ད་ཀླད་ཀོར་དང་ཀླད་ཀོར་ཏུ་པད་རེད། རོ། བརྒྱད་ཅུ་སུམ་ཅུ་ཨིན་ཀྲུ་ཨེར་བྱས་ཤེ་ན་འགྲིག་གོ་རོ། ཁ་ཆེན་གཅིག་ཝལ་གཅིག་གི་ཀི་ད་འབྲེལ་བ་མེད་རོ་ཡ་དམིགས་བསལ་ཁ་ཟློས་ཀ་ཝན་གྱི་འབྲེལ་བ་ག་རེ་བཏང་བ་ཡིན་ན་རང་ཅག་ཀླད་འདིའི་དོ། ཨ་འདི་ནས་ནས་ཉིས་བརྒྱ་བཞི་བཅུ་ལས་སོང། ཉིས་བརྒྱ་བཞི་བཅུ་དེའི་ཕྱིར་རྫོང་རིན་གོང་ནི་སྒོར་ཉིས་བརྒྱ་བཞི་བཅུ་ཡིན་ལ་བྲིས་བ་ཡིན་ན་ནོར་རེད་ད། ལོ། ཕྱིར་རྫོང་རིན་གོང་ག་ཚོད་རེད་ལ་ན། བརྒྱད་བརྒྱ། བརྒྱད་བརྒྱ་མཱེནཱས་ཉིས་བརྒྱ་བཞི་བཅུ་དེ་ནེ་ནེ་གར་ཆ་རེད་ལྔ་བརྒྱ་དྲུག་ཅུ་ཆ་རེད་ཨོ་ཁེ་ཁྱོད་རང་གི་ཕྱི་ཚོང་རིན་གོང་འདི་ག་ཚོད་ཆ་རེད་ལ་ན་ལྔ་བརྒྱ་དྲུག་ཅུ་མང་ཆེ་བ་ཅིག་པུའུ་དེ་དེའི་དྲིན་བཞག་ཡོད་དོ་ཨ་ནི་འོ་འདི་ནོར་སྒོར་དང་ལོ་ཁྱོད་རང་ཚོ་ལས་ཀ་མ་ཚར་ངན་ནས་ཚར་སོང་ལ་ན་བད་ནོར་ར་མོ་མོ་མ་ཚོད་ངན་ནས་ཚོད་སོང་ལ་ན་རུས་མ་ཚོད་ཁྱོད་ཀྱི་ཟ་བ་ཞིག་ན་གྲོགས་བཤད་སྲིད་ར་ཡ། ཨོ་ཁེ། ད་དེ་ནས་ནས་ང་རང་ཚོ་ག་རེ་བྱས་ཡིན་ཟེར་ན་སྦྱོང་ཚན་གཅིག་ཡོད་དགེ་ལགས་ཀྱི་སྦྱོང་ཚན་དམིགས་བསལ་ཁག་པོ་མེད་ཁ་གི་ལོ་དེ་ལས་ལོ་ལས་ལོ་ཤ་ཡོད་ད་ཁྱེད་རང་ཚོ་ད་ལྟ་ཡིག་རྩལ་དང་མཐུད་དུ་ཡོད་ཙང་ཡིག་རྩལ་གྱི་ཀླད་སྤྲོད་ཡོད་དུས་དགེ་ལགས་ཀྱི་ཡིག་རྩལ་གྲ་སྒྲིག་དཔའ་ཡོད་ཅིང་ད་ལོ་ད་དཔེར་ན་བུ་དཀར་འདེད་ཡོད་ཅེས། བུ་དཀར་འདེད་ཀྱི་བེའུ་ཡི་ནང་ལ་ཨང་ཀི་དྲུག་བཅུ། ཨིན་ཇི་ནང་ལ་ལྔ་བཅུ། ཨང་རྩི་ནང་ལ་བརྒྱད་བཅུ། རོ། འདི་ནས་ནི་ག་རེ་རང་བྱུང་ཚན་རིག་ལ་དགེ་བཅུ། འདི་ནས་ནི་ཁྱོན་བསྡོམས་ད་ག་ཚོད་རེད་ཟེར་ཏེ། འདི་ཚང་མ་བསྡོམས་པ་ཡིན་ན་གུང་མོ་ག་ཚོད་ཨང་ཀི་ག་ཚོད་ཆགས་རེད་ཟེར། ད་ང་ཚོ་མགྱོགས་པོ་མགྱོགས་པོ་ཞིག་བསྡོམས་ཀྱི་འདུག་དགེ་གཉིས་བཅུ་དྲུག། ཉིས་བརྒྱ་བཅུ། ཉིས་བརྒྱ་བདུན་ཅུ་ཆགས་སོང། རོ། དེ་རིང་གསུམ་བཞི་བསྡོམས་པ་ཡིན་ན་ཉིས་བརྒྱ་བདུན་ཅུ་ཆགས་རེད་ཁྱོད་རང་ཚོ་ཚར་གཅིག་བསྡོམས་ནི་ལྟ་ད་འདི་འགྲིག་འདོད་མི་འདོད་ལྟ་ད། ཉིས་བརྒྱ་བདུན་ཅུ་འདི་ད་ང་ལ་སླེབས་ག་ཚོད་ནས་ལ་ན་བཞི་བརྒྱ་ནས།

ད་ལན་ག་ཚོད་རག་ཡོད་འདུག་ཚར་གཅིག་བསྲེགས་འོ་རགས་ཁྱོད་རང་ཚོས་ཚར་གཅིག་བསྲེགས་དང། ཚེ་ད་དང་པོ་གི་གླེང་མ་ཚེ་ཉན་ནས་ཁྱོད་རང་ཚོས་ཚེ་ད་ཉིན་འདུག་འདི་བཀག་འདུག་ར་འདི་ཚེ་ད་ཡ། ཨོ་ཁེ། ཡ་ད་ཕལ་ཆེར་ཚེ་ཚར་ཡིན་གྱི་རེད། ད་ང་རང་ཚོ་གཉིས་ཚེ་ད་ད་འདི་རེད་དེ་འདི་གླེང་བའི་སྐབས་སུ་ང་ཚོ་ག་ཚད་རེད་ལབ་ན་ཁང་པ་བཟོས།

བརྒྱ་ཆ་ལ་བསྒྱུར་དགོས་རོ། བྱས་ཙང་བརྒྱ་ཆ་ཚིག་ཡོད་ན་བརྒྱ་ཆ་ལ་ནི་དྲི་འུར་ད་ཡིན་ཕྱིན་མི་བྱེད་ལོ། བརྒྱ་ཆ་རྙེད་སོང་ལ་ནི་དྲི་འོ་རོ། བརྒྱ་ཆ་སྤྲེ་སྤྲེ་བ་ཡོད་ན་བརྒྱ་ཆ་རྙེད་སོང་ལ་ནི་ག་ལ་འོ། ད་བརྒྱ་ཆ་རྙེད་ནས་འོ་སྤྲེ་སྤྲེ་བ་ཡིན་ན་རོ། OK། ད་དེ་གནས་ནས་ང་རང་ཚོ་དྲི་བ་གཞན་པ་ཞིག་ལ་འགྲོ་གིན་གདའ་ལོ། འདི་ཕལ་ཆེར་བཤད་ཡོད་རྒྱུ་བསམ་གི་འདུག་བཤད་མེད་བ་ནི་ཉིན་དང་དགོན་གཅིག་སྲིད་ད་རོ། ད་དེ་གནས་ནས་དྲི་བ་གཞན་པ་ཞིག་འདི་འགྲོ་བ་བྱ་ཤེས་ད་དེང་སང་དུས་ཚོད་ག་ཅིག་ཡིན་དུས་ང་ཚོ་ཀུ་ཤུ་ཁ་པར་ཤུ་ཀ་འུ་བྱིད་ད་ཡ་རོ། ད་ཀུ་ཤུ་ཁ་པར་ག་ཅིག་ཚ་ཅིག་བལྟའོ།

Did རྩིས་རྒྱག་ཐུབ་པའི་ལེ་ལོ Pictures སྟེ། ལྔ་བཅུ into ལྔ་བརྒྱ། ལེ་ལོ་ར་ཡ། ལྔ་ལྔ། ག་ཚོད་རེད། ཉི་ཤུ་རྩེག་ལྔ། ལེ་སྒོ་གཅིག་གཉིས་གསུམ། གཅིག་གཉིས་གསུམ། ལན་ཚྭས། ལོ། ད་འདི་ན་བརྒྱ་ཆ་བྲིས་མ་རེད། ང་ཚོ་བརྒྱ་ཆ་ཁ་ཆེ་བྲིས་མ་རེད་ལ་ན། ཨེ་འདི་བྲིས་ཤིག་ན་འགྲིག་གོ་རེ་ཁྱོད་རང། ལོ། བརྒྱ་ཆ་ཁ་ཆེ་བྲིས་མ་ན་བརྒྱ་ཆ་སྤྲད་དོ། ར། ཆེད་བཅར་ཡོད། ལ་དྭགས་ད་ཁ་པར་དེའི་དགོངས་ཚད་ག་ཚོད་ཡིན་ནམ། ལ་དུས་སུམ་པ། ཨུན་ཏེ་ང་ཚོས་བརྒྱ་ཆ་འདི་གམ་རག་ཚར་རེད། ལ་ལན་རག་ཚར། ད་དེ། སྟོང་ཕྲག་ལྔ་བཅུ་ནས། འོང་བྱེད་ན། སྟོང་ཕྲག་ཉི་ས་ལྔ་དེ། ཐེངས་འགོར་བ་ཡ། རེད་སྟོང་ཕྲག་ཉི་ས་ལྔ་རང་འཇལ་ཡིག་དང་ཨོ་ཅན་ག་ལེ་ཁ་གི་ཆི་མེད་ད་ལོ། ཨོ་ཁེ། ད་དེ་ཁྱོད་ཚོ་ཕལ་ཆེར་ཤེས་ཡོད་ཀྱི་རེད་བསམ་གྱི་འདུག་ར། ད་བརྒྱ་ཆ་གི་མཐའ་མ་དེ་ལ་ངས་དགེ་དེ་ཅི་ཡོད།

ལ་མི་ནང་ནོར་འཛོལ་བྱས་དུས་ཨ་སྐྱོ་བརྒྱ་ཆ་ལྔ་བཅུ་བྲིས་འདུག་བརྒྱ་ཆ་དགུ་བཅུ་བྲིས་འདུག་ཨེ་འདི་རུ་བསམ་ནས་ནང་ནོར་གླུད་ཡས་མགུ་ར་ཨེ་མགོ་མགོ་འཐོམ་བྱས་གཅིག་ན་གཅིག་ཉོ་ཤོར་གི་འདུག་ཨ་ཡ་ཨེ་ནང་ནོར་གླད་ནས་ཁ་ཤས་མ་ཉོས་ན་ངོ་ཚ་ཡ་དེ་འདི་རུ་སུས་སུས་སུས་ཚོང་ཁང་ན་གླད་ཚད་བཅའ་ལ་བལྟ་ཚད་བྱས་ལ་མ་ཉོས་ན་ངོ་ཚ་ཡ་དེ་འདི་ངོ་ཚ་དགོས་ཡ་ཡོད་མ་རེད་ཁྱོད་རང་ཚོ་དཔེ་ཤ་རེད་ཁོ་ཉི་མ་གཅིག་ལ་མིག།

བརྒྱ་ཆ་ལྔ་བཅུ་བར་དོ་རེད། fifty percent off ལས་ནི་བརྒྱ་ཆ་ལྔ་བཅུ་རང་སྤྲད་ཀྱི་ཡིན་ཟེར་ཚང་མ་ལ་ལོ། ok ཕལ་ཆེར་ཤེས་ཡོན་གྱི་སོང་གི་ད་བསྐྱར་སྦྱོང་མདོར་བསྡུས་ཞིག་བྱེད་ཀྱིན་གདའ་ལོ། བསྐྱར་སྦྱོང་འདི་ནང་ལ་བརྒྱ་ཆ་ཟེར་ན་གང་རེད་དམ། ཡ་ཁྱོད་རང་ཚོ་ང་ལ་ལན་ཅིག་བརྒྱ་དང་བརྙན་ཐུང་འདིའི་རྨ་ཁ་ནས་ང་ལ་ལན་ཅིག་བརྒྱ་དང་ཡ། བརྒྱ་ཆ་ལ་ན་ག་རེ། བརྒྱ་ཆ་ལས་དེ་ཚིག་ག་རེ་གི་གྲུབ་སྐྱོན་རེད་ཤག། བརྒྱ་དང། ཆ་ཤས། བརྒྱ་ཀྱི་ཆ་ཤས་སྐོར་ལ་བརྒྱད་ཅུ་ཞེ་དགུ་ར། བརྒྱ་ཆ་ནང་ལ་དཔྲལ་བའི་སྐབས་སུ་ང་རང་ཚོས་དྲི་བ་འདི་ནང་ལ་བརྒྱ་ཆ་གཅིག་གང་འདས་ཀྱི་དྲི་བ་སླེ་བ་ཡིན་ན་ག་ཚོད་རེད་ལ་སོགས་རིགས་གཉིས་ཡོད་རེད། རིགས་གཉིས་ནང་ནས་གཅིག་ག་རེད་ལ་ན་བརྒྱ་ཆ་ཚད་ལས་རེད། བརྒྱ་ཆ་ཚད་ལ་ན་ལན་ག་རེ་སླེ་བ་ཡིན་ན། ལན་འདི་ནང་ལ་བརྒྱ་ཆ་ལ་ནི་དྲི་གུར་དག་ལ། ད་གལ་སྲིད་བརྒྱ་ཆ་སྤྲད་ཡོད་ན་དང་པོ་བརྒྱ་ཆ་དཔེར་ན་བརྒྱ་ཆ་སུམ་ཅུ་དྲུག་སྤྲད་ཡོད་ན་བརྒྱ་ཆ་སུམ་ཅུ་དེ་མ་བྲིས་འུར་རེད་ད་ལས་ལོག་ཀྱི་དཀོན་ད། བརྒྱ་ཆ་སུམ་ཅུ་དེ་མ་བྲིས་འུར་ད་ཨན་དེ་ནས་ནི་ཨིན་འགྲོ་དང་ཨན་བརྒྱ་ག་ཚོད་ཡིན་ན་བཅུ་ཡིན་ན་རེད་ཚང་མ་བྲིས་བརྒྱ་ཆ་ཚེ་བའི་སྐབས་སུ་ཡོད་ར་དེ་ཡིན་ཅི་མིན་ཅི་དེ་གལ་ཆེན་པོ་རེད་ལོག་བགྲང་བྱ་གཅིག་དང་ཧྲིལ་བགྲང་གཅིག་ཡོད་རེད་འོ་འདི་མཉམ་དུ་བསྒྱུར་རྩིས་དང་དེ་འདྲའི་བརྒྱ་ཆ་གཅིག་གི་སྐབས་སུ་ཡང་བརྒྱ་ཆ་དེ་ག་འདྲའི་རེད་ལ་ན་ཆུང་བ་དེའི་ཆེ་བ་དེ into hundred བརྒྱ་ཆ་ཚེ་བའི་སྐབས་སུ་ཆུང་བ་གྲངས་ཉུང་བ་བརྗོད་ར་འོ་འདི་གང་ལ་བཞག་གྲངས་མང་བ་འདི་འོག་ལ་བཞག་ཨ་ནི་བརྒྱ་ཆ་འདི་དེར་བྱེར་ལོ་ད་ཚེ་དང་གཉིས་ར་གཉིས་ཡོད་རེད་ཁྱོད་རང་ཚོ་ལ་རྗེས་མ་ནི་བརྒྱ་ཆ་ཚེ་བརྒྱ་ཆ་འགྱུར་འགྲོ་དེ་འདི་རིགས་ཚིག་ལེའི་དུ་ན་བྲི་བ་ནང་ལ་ང་རང་ཚོ་བྱེ་ཐང་འདི་རེད་བརྒྱ་ཆ་སྤྲེལ་སྤྲེལ་བ་ཡོད་ན་ཨ་ནི་བྱེ་ཐང་འདི་འདིར་གདའ། ལོ། ཨོ་ཁེ། ད་ཕལ་ཆེར་ཤེས་ཡོད་གི་རེད་བསམ་གི་འདུག་ཁྱོད་རང་ཚོ་ར། ཨ་ནི་ལགས་སོ། ཨ་ནི་ཚང་མ་ལོ། ད་རིང་དགེ་ལགས་ཀྱི་བརྙན་ཐུང་གཙོ་བོ་དེ་བརྒྱ་ཆ་གང་ལ་ཡིན་བརྒྱ་ཆ་གི་ལེའུ་དང་པོ་དེ་ཚགས་སོ། ད་དེ་འདྲ་ནི་ང་རང་ཚོ་འཛིན་གྲྭ་ལྔ་བ་གི་བརྒྱ་ཆ། ཕལ་ཆེར་ལེ་ཚན། སློབ་ཚན་དྲུག་པ་དེ་ར། ཨ་ནི་བརྒྱ་ཆ་གི་ང་རང་ཚོ་སློབ་ཚན་སྦྱོང་ཚན་དང་མཉམ་དུ་ཚང་མ་བྱས་འགོ་ཚུགས་ཀྱི་ཡིན། ལགས་སོ། ཨ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས།